ཡ་རྣ་བརྒྱུད་རོང་གླིང་སྟེགས་སྲུང་གི་ཚོགས་གཙོ་བཀྲ་ཤིས་གཡུང་དྲུང་ལགས་གཙོས་པའི་དྲ་གྲོགས་སྐྱ་སེར་ཕོ་མོ་ཚོ་མ་ལ་ཡ་མཚམས་སྤྲད་དེ་ལས་ཞུ་གི་ཡོད། རྣམ་པ་ལྷན་རྒྱས་སུ་ཚོ་མ་སྐུ་གཟུགས་ས་དང་རྩ་བ་ལ་འགྲོ་ནི་མི་ཚེ་རིང་ཡིན་པའི་སྐད། ནི་རེ་བ་དང་སྨོན་ལམ་ཞུ་གི་ཡོད་ཅེས་རྣམ་པ་སུ་བསྐྱར་དུ་རྒྱ་ཡེ་ར་བ་ལ། དགའ་བོ་བྱང་བསང་ཨ་ནེ་རྣམ་པ་ལྷན་རྒྱས་ཚོགས་མ་ལ་འཚམས་འདྲི་ཞུ་གི་ཡོད། དེ་ནས་ད་ཁྱེད་རང་འདིའི་ནང་ལ་སྐར་མ་མང་པོ་ཅིག་སོང་བསྡད་གི་འདུག་ཅེས། བགྲང་གླེང་སའི་སྒོ་རེ་བ་དུ་འབྲུག་སྐད་ཀྱི་ཆ་ཤས་ལེན་མཁན་མང་པོ་བྱང་བཞག་དེ་ན་ཡོད་འདུག་ད་ཅིག་ཁམས་ཚ་རྫས་མུ་གུ་བཟོ་འདྲ་བོ་ཡང་སྐར་མ་སོང་མཁན་ཡང་ཁོང་རང་ཁོང་ཚ་མང་པོ་ཅིག་བྱང་བསྡད་གི་འདུག། ཨ་ནི་དེ་ནང་བཞིན་དུ་ལྟ་ཅི་གནས་ཚུལ་མཁོ་སྤྲོད་བྱེད་མཁན་རེད་འདི་གི་ནང་བ་ལ་ད་ས་འཇོག་འདྲ་མི་འདྲ་བཏང་མཁན་རེད་ད་སོ་ཚོགས་མ་ལ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་སྐད་འདོད་པ་དེ་བྱུང་སོང། དེ་ནས་ད་ཚོགས་པ་གཞན་པ་དང་ད་ཀྱི་བརྒྱུད་ལམ་གཞན་པ་གི་ནང་ལ་ཡང་ཟངས་བཞག་རྒྱོག་གི་བཀའ་མོ་མང་པོ་ཅིག་འདི་ནང་ལ་བཏང་བསྡད་གི་འདུག་ད་དེ་ཚོ་ཚོགས་མ་གཅིག་གི་གཉིས་ད། ཉེ་འགོ་བའི་སྐྱེ་དང་ཉེ་དུ་བའི་གནས་སྟངས་ཀྱི་ཁེ་མི་འདུག་དེ་ཡིན་ན་ཡང་དག་ཕ་ལ་ཕ་ལ་ལ་གོང་ཐུབ་དང་འདྲ་བོ་ཇི་སྙེད་ནས་འགྲོ་བསྡད་ཀྱི་ཡོད། དེ་ཚོ་ཉེ་བ་ཡིན་ན་ཅི་སོ་སོ་ལ་ཡང་དག་ཁེ་མ་ཐོབ་པའི་ཆུང་རེ་བསྡད་ཀྱི་གནས་སྟངས་ཀྱི་མི་དུས་ཨ་ནི་གོང་ཐུབ་དང་འདྲ་བོ་ཇི་སྙེད་བསྡད་ཀྱི་ཡོད། ཨ་ནི་ལྷག་པར་དུ་ད་ཁ་ཚོང་དེ་རིང་འདི་གི་ནང་ལ་ཅི།

ལ་འགོ་འཛུགས་གནང་ཡོད་པ་དང་དེ་དང་འབྲེལ་བའི་གལ་ཆེའི་བསམ་ཚུལ་ཐོག་སྨྲ་སེངག་ཐོག་ནས་གསུང་མཁན་ཡང་བྱུང་ཞག་དེ་རྣམས་ཡིག་འབྲི་ཡིག་ཐོག་ནས་བྲིས་ཡག་རྒྱུ་ཡང་བཏང་ཞག་དེ་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞེས་ནས་ཞུ་ཡས་ཡིན། ཨ་ནི་དུད་འགྲོ་ཡིན་དུས་ད་སྔོན་མ་ལས་གཞི་དེ་དང་གཅིག། མགོ་མཇུག་བར་གསུམ་མཚོ་མ་ཡོངས་སུ་རྫོགས་པ་དེ་སྲིད་བཟོ་བློ་བཟོ་སེང་གེ་ལགས་ཨ་ནི་རྩིས་སྤྲོད་བྱེད་ཡི་གེ་ཡིན་པི་གེ་རྒྱལ་བ་རིན་པོ་ཆེ་གེ་ཀ་ཕེབས་ཡོད་རིགས་ལ་བསྟེན་གནང་བཞིན་འདུག་པར་འདི་སྲིད་བཟོ་མཆོག་གེ་ཨ་ནི་སློབ་ཚོགས་གཙོ་བོ་བྱུས་པི་གེ་ཨ་ཅིག་ཏག་ས་གནས་མང་པོ་བྱས་ལ། ཁོང་རང་གི་དེ་འགན་འཁུར་ཅི་གོ་གི་ཡོད་རྒྱལ་བ་རིན་པོ་ཆེ་གིས་ཀྱི་བཀའ་དང་དགོངས་པ་ལམ་སྟོན་གནང་བཞིན་དུ་གི་འགན་འཁུར་ཅི་གོ་གི་ཡོད་ཟེར་ནས་བཀའ་མོལ་གསུངས་ཡོད་ཀྱང་འགྱོ་དུད་འགྲོ་མང་པོ་ཅི་མཇལ་ཡས་ཡོད་རེད། ཨ་ནི་པར་དེ་སྲིད་བཟང་བྱུང་མཐའ་མ་དེ་ལ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་ལ་སྲིད་བྱང་གི་ལས་སྣེ་ཇི་ལྟར་འཁྱུད་རྫོགས་ར། བྱས་ནས་རྡ་རམ་ས་ནས་མ་ཕུ་ཁ་ལ་མོ་དེ་ལ་རྒྱལ་བ་རིན་པོ་ཆེ་གི་ཡིན་ན། ཁྱེད་རང་ཚོ་ཡོམ་ཀྱ་རྒྱ་ལུང་པ་ལ་ཡོང་ནས་རྒྱལ་བ་རིན་པོ་ཆེ་ལ་ཡ་གཅིག་ག་ལ་དགོས་རེད་ད་རོགས་པ་གྱིས་དགོས་དགོས་ཡོད་བ་དུད་འགྲོ་གྱིས་བཀའ་ཕེབས་སོང་ཟེར་ནས། སྐབས་དེ་དུས་ཀྱི་པ་དེ་སེ་ཟོང་ཆོག་གི་ཡང་སོང་ཤ་རྒྱོ་དྲ་ལམ་གི་ནང་ལ་དུད་འགྲོའི་མཐོང་ཡས་ཏོག་རྒྱ་ཡས་ཡོད་དེ་རྒྱོ་གི་གནས་སྟོང་ཅན་ཆགས་བསྡད་གི་ཡོད་རེད།

གཏམ་བཤད་རིམ་པ་མང་པོ་བཅས་གནང་ཡོད་ས་རེད་དེ་ཡིན་ན་བདེ་སྲུང་གི་ནང་ལ་སློབ་གསོ་སེང་གེ་ཞེས་ཀྱི་ཚིག་གཅིག་མཐོང་ཡས་མེད་བ་དང། གོ་ཡས་མེད་ཀྱོག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ང་ཚོ་ཅིག་ཤེས་བསྡད་ཡས་ཀྱོད་རེད་བ་བོའུ་གི་གཏམ་དཔེ་ཆེ་ལ། དོ་ནང་ལ་བདག་མོ་ཁྱོད་ནང་ལ་གཡག་བཏང་བ་ནང་བཞིན་འདི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་དུས།

ཨ་ནི་ཅིག་ཕྲན་དང་འབྲེལ་གཞི་ག་རིགས་ཀྱི་ཐོག་ནས་ཡིན་ན་ཅིག་ཡིན་ལུགས་ཚད་ལྡན་ཅིག་ཆགས་ཀྱི་ཡོད་དུས། དེ་ས་གཞི་ཅིག་བྱེད་དགོས་ཡོད་དེ་དངོས་གནས་གྲོང་སྡེ་གལ་ཆེ་གལ་ཆེན་པོ་འདྲ་བོ་ཅིག་སོ་སོ་ཀའི་དུད་འགྲོ་བཅས་འཚོ་བསྡད་ཀྱི་ཡོད། ཡིན་ན་ཡང་ད་ང་རང་འདྲ་བོ་ཅིག་ཡིན་ན་པ་འདི་སྲིད་གསུམ་ཆོལ་ཁའི་དེའི་ལས་ཀ་དེ་འགན་ཁུར་བ་དང་མ་ཁུར་བ་གཉིས་ཏེ།

འགྲེལ་བཤད་ཐོག་སུ་དམག་ཟམ་མང་པོ་ཅིག་རྒྱག་གི་ཡོད་རེད། དེ་ནང་བཞིན་འདི་གས་ད་ཉེ་ཆར་གཅིག་ད་བུག་གི་ང་སུ་གི་ཅིག་ཆུ་དང་རི་ཤང་ཐ་ན་གཅིག་སྨན་དང་བཅས་པ་ཡིན་ཆུ་དེ་ད་རྒྱ་གར་ལ་ཕར་ཅིག་བདག་དབང་དུ་མ་སོང་ན་རྩིས་སྤྲོད་ཁྱབ་ཚོང་བྱས་ཟིན་པའི་གི་གནས་སྟངས་འདྲ་བོ་ཅིག་ཆགས་བསྡད་གི་ཡོད་རེད་ང་སུ་དེ་སོ་ང་སུ་དངོས་གནས་གྲོ་ནས་གི་ཅིག་སོ་སུ་གི་ཆུ་དང་སོ་སུ་གི་རི་ཤང་སོ་སུ་གི་མི་རིགས་སོ་སུ་གི་སྐད་ཡིག་ལ། ཁ་ཅིག་སྙིང་མིག་གི་ཚོགས་ནི་ཡ་གཅིག་ག་ལ་དགོས་རེད་དགའ་མོར་དང་ཆ་བཞི། ལ་རྒྱ་ཡོང་མཁན་གྱི་མི་གཅིག་གི་ངོས་ནས་བཤད་པ་ཡིན་ན་ཞི་དྲག་གི་གྱི་བློ་ཕམ་པོ་དང་སེམས་སྐྱོ་པོ་གི་གནས་སྟངས་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རིགས་དེ། ཡིན་ན་ཡང་ད་ཅི་དགོས་པ་རྒྱུ་མཚན་གནས་སྟངས་གང་འདྲ་ཅིག་གི་འོག་ནས་ཡིན་པ་ཡིན་ན། ད་ཅི་བདག་འོག་ཏུ་མ་སོང་ན་ཆབ་ཚང་རྩིས་སྤྲོད་བྱས་ཚར་བའི་གི་གནས་སྟངས་འདྲ་བོ་ཅིག་རེད།

དངོས་གནས་དྲོ་གནས་ཀྱི་ཆེས་ཡག་པོ་གྱི་གནང་གྱི་རིགས་བསམ་པའི་ཀྱི་སོ་སོ་ཀྱི་བརྒྱ་ཆ་བརྒྱ་ཐམ་པ་ཀྱི་ཡིད་ཆེས་བརྟན་པོ་ཡོད། ཡིན་ན་ཡང་ད་དུད་འགྲོས་ཀྱི་གནང་བ་ཡིན་ན། ད་ང་སོ་བུ་ཀྱི་དམ་པའི་ཀྱི་རྡོག་ཁྱད་ཀྱི་ཡོད་བ་ད་ངས་དེ་དམ་པའི་དེ་ཀྱི་དང་སྐྱོ་ཡས་ཀྱི་འདོད་པ་ད་གས་མི་དེ། གཅིག་ལ་ཡས་ཀྱི་ཡོ་བ་ད་དེ་ལ་ཡས་ཀྱི་འདོད་པ་གས་མེད། ཨོ་དེ་ནང་བཞིན་འདུག་གས་ད་ཡག་པོ་བྱས་སོ་ཟེར་གི་མཚར་ལ་ཡང་པར་ཏི་སི་བཟོ་མཆོག་ལ་ཅིག་ཟུར་ཟ་དང་དམའ་འབབ་ཅོ་འཇུ་མ་ཉེས་ཁ་ཡོད་ཁུར་འདེབས་ཚེ་མིས་རྒྱ་བ་རིན་པོ་ཆེ་དང་སློབ་གསོ་སེང་གེ་གཉིས་ཀྱི་བར་ལ་དཀྲུགས་ཤིང་རྒྱག་ཡས་ག་རེ་བྱས་ཡས་ཡོད་ན། ད་ང་ཚོ་འཛིན་རྩོབ་སྤྱི་ཚོགས་ཀྱི་ནང་ལ་ཅིག་མི་ཆེ་དང་སྤོང་ཆེ་དེ་ཚོ་གི་བྱས་ཀྱི་རེད་བསམ་པས་གས། ངས་ཡིད་གཉིས་ཐེ་ཚོམ་མེད་པར་དུད་འགྲོ་གཅིག་དྲན་བསྡད་ཀྱི་ཡོད་རེད་དུད་འགྲོ་ཡིན་པའི་སྐད་ཆ་ནི་ཨ་ནེ་པ་ཏི་སེ་སོགས་མཆོག་གི་ད་རེས་ཀྱི་སྐད་དེ་འགན་ཁུར་དུ་མ་གནང་བ་དེ་གྱོང་བཞག་བསམ་པ་འདྲ་བོ་བྱེད། དེ་མ་འོངས་པར་ད་ང་ཚོས་ག་འདྲི་ཤེས་ནི་མ་ཤེས་ནི་དེ་སྐོར་ང་ཚོས་ཀྱི་སྤྱི་ཚོགས་ཀྱི་སྤྱི་ཚོགས་ཀྱི་ནང་ལ་ཅིག་མི་ཆེ་ཁ་ཤས་ཅིག་དང་ལྷག་པར་དུ་ཅིག་ཡག་བཞི་གསུང་སྐད་ད་ཅིག་བུ་རབས་ཚ་རྒྱུད་དང།

མཐའ་ནི་ང་ཚོ་མཚོ་དམག་གི་ཀྱི་མིག་མཐོང་ལག་ཟིན་ཡོད་པ་རྡ་རམ་ས་གི་ང་ཚོ་བོད་མིའི་སྒྲིག་འཛུགས་བོད་གཞུང་གི་བསྟི་གནས་རྒྱལ་བ་རིན་པོ་ཆེ་གི་བཞུགས་སྒར་ཆགས་བསྡད་ཀྱི་ཡོད་རེད་བ། དེ་ནང་བཞིན་འདི་གི་བོད་མི་ཤིག་སོང་གཉིས་ཀྱི་ཀྱི་རི་རྡོག་རྡོག་གི་མགོ་ལ་ཀྱི་རེ་བ་དང་ཡིད་ཆེས་ཆེན་པོ་ཅིག་བྱས་ནས་བསྡད་བསྡད་ཀྱི་ཡོད་དུས། རི་རྡོག་རྡོག་དེ་གི་མགོ་ལ་ང་ཚོ་ཀྱི་ཚོགས་འདུ་འཚོགས་ས་ཡིན་ན་འདྲ་ལས་ཀ་ལས་མཁན་ཡིན་ན་འདྲ། ལས་ཀ་ལས་སྲིད་སྐད་ཅིག་ད་ཁོང་པ་གི་ཆ་ཆེ་རེད། ཨ་ནི་དེང་སང་སྐད་ཅིག་དྲ་རྒྱ་གི་ཆ་ཆེ་རེད། ད་འདི་སོགས་མིན་ན་མི་རང་བེད་ཀི་གནས་སྟངས་ཅིག་ཆགས་བསྡད་གི་ཡོད་རེད་ལྷག་པར་དུ་ཅིག་ད་ལས་མི་འདི་སོགས་ལ་ཅིག་གླ་ཕོག་མང་རུ་གཏོང་ཡང་ད་དུད་འགྲོས་གི་ཐོག་ལ་ང་ཚོ་མིག་མཐོང་ལག་གཟིགས་གི་འདས་པའི་གི་ལོ་ལྔ་བཅུ་དྲུག་ཅུ་གི་ནང་ལ་ཅིག་རྩ་བ་ཉིད་ནས་ཇི་མ་ཡང་བ་ཅིག་གནམ་ས་བླ་འོག་རྒྱུ་བ་ལྟ་བུའི་གི་ཅིག་དངོས་གནས་གྲོ་ནས་གི་ཅིག་རྒྱུ་བ་ཅིག་བཏང་བྱས་ནས་དཀའ་ལས་ཅིག་འཇབ་ནས། རྒྱལ་བ་ནང་བཞིན་འདི་གི་གྲུབ་འབྲས་ཀྱི་མཐོང་ཡས་ཀྱི་གནས་སྟངས་ཀྱི་ཆ་བསྡད་ཀྱི་ཡོད་རིགས་ཏེ། ད་ཡིན་ན། ཉིས་སྟོང་ཉིས་བརྒྱ་རྩ་གཅིག་གི་ལོ་ལ་སྲིད་སྐྱོང་གི་ལས་ཡུན་རྫོགས་ཚར་བུས་ཀྱི་ཞུ་གི་ཡིན་ན་འདྲ། ཉིས་སྟོང་བཅུ་དྲུག་གི་ལོ་ནས་བྱས་ན་འདྲ། ཨ་ནི་བྱེད་རྒྱ་ཆེ་ས་ནི་ང་སོ་རྡ་རམ་ས་ཀི་ཀྱི་སྤྱི་འཐུས་དྲུག་སོགས་ཀྱི་ནང་ལ་རེད། ཨ་ནི་དེབ་ཚི་རོགས་ལ་ཀྱི་སྤྱི་ཟོག་དང་ཁྲིམས་ཟོག་མི་ཆེ་སྤོང་ཆེ། ང་ནི་དེ་ནང་བཞིན་འདུག་གི་ཅིག་ད། ཨ་མ་རི་ཁ་གཙོ་བོ་བྱིས་པའི་སྐད་ཅིག་ཚིག་བརྒྱ་ཡིག་འབྲུ་གང་རེད་རྒྱ་གར་བལ་ཡུལ་རེད་ད་དེ་ཚོ་གོ་ནོར་ལ་ཡོད་རྒྱུ་གི་བོག་པ་ཉུང་ཤིག་བྱེད་གི། པར་འདི་བསུ་བཟང་མཆོག་ལ་ཅིག་མ་ཉེས་ཁ་ཡོག་ག་འགྲོས་ཅིག་བྱས་སོང། ནག་པོ་བཟོ་ཡག་གི་ཐབས་ཤེས་ག་འགྲོས་ཅིག་བྱས་སོང་མཐའ་ན་རྡ་རམ་ས་གི་སྤྱི་འཐུས་འཕྲིན་ཞབས་ཁོང་གི། པར་འདི་རྩེ་ཟོམ་མཆོག་གིས་དབུ་ཁྲིད་ཕེབས་སྐབས་ཨ་ནེ་སྐབས་དེ་དུས་ཀྱི་བཀའ་ཤག་དེ་ཚོ་ལ་ཁྲིམས་ཐོག་གི་ཐོག་ནས་ཀླད་ཀོར་ཀླད་ཆུང་དཀྲིས་བྱས་ནས་དོ་དགོང་ཁྲིམས་ཐག་བཅད་ནས་ཨ་ནེ་སོ་ཉིས་ཨ་མི་རི་ཀ་ལ་གནང་འགྲོ་པ་སུ་ཉུང་ནས་ད་འགྲོ་སོང་བའི་ལོ་རྒྱུས་དུད་འགྲོས་བཤད་ཡོད་རེད་བ། ཨོ་དུད་འགྲོས་ཅིག་བྱས་ནས་ད་ག་འགྲིག་ཅིག་བྱས་སོང་ད་ལྟ་ཡིན་ན་ད་པར་འདི་རྩེ་ཟོམ་མཆོག་གིས་ཅིག་ཚགས་ལས་དེ་ཅིག་མཇུག་རྫོགས་ཟིན་ན་འདྲ། ཨ་ནེ་ཁྱེད་ལེན་ཡོད་ཚོང་ཟེར་ན་འདྲ་ལོ་གཉིས་གཅིག་ད་མ་ཟིན་སང་ཅིག་ཆགས་ཀྱི་ཡོད་རེད་ད་ཐོག་ཡིན་ན་དྲ་རྒྱའི་བརྒྱུད་ལམ་ཁག་ཡིན་ན་འདྲ། ཨ་ནེ་གནས་ཡུལ་གྱི་མི་སྣ་དུད་འགྲོ་ཁྱེད་ཅིག་བཟའ་དང་ཟོག་ནས་པ་ཏི་སེ་བཟུང་ཁྱོད་ལ་ག་ནུས་ཀྱི་ཤི་བསྡད་ཀྱི་འདུག་ད་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་དུད་འགྲོའི་གྱི་གནས་སྟངས་ཀྱི་ཆགས་བསྡད་ཀྱི་ཡོད་དུས་ད་གནས་སྟངས་དུད་འགྲོ་ཁྱེད་ཀྱི་འོག་ནས་དངོས་གནས་ཀྱི་པ་ཏི་སེ་བཟུང་ཆོག་གི་ཅིག་ཁོ་ཁོ་རང་གིས་ད་ནམ་རྒྱུན་གྱི་རིག་པ་ཚོ་མ་རྩར་གཏོང་བཞིན་བྱས་ནས་ལས་ཀ་བྱེད་གི་ཅིག། ཁོར་ཡུག་ཅིག་འདུག་བས། ད་ང་རང་གི་སྒེར་གྱི་ངོས་ནས་ད་དོན་དྲུག་གི་ཁོར་ཡུག་ཅིག་ཡོད་བ་ཅིག་ད་ལྟའི་གི་བཙན་འཛུལ་སྤྱི་ཚོགས་གི་ནང་ལ་ངས་མཐོང་གི་ཡོད་མ་རེད། དེ་མ་མཐོང་བའི་གི་ཆ་ནས་ཨ་ནི་ད་རེས་པར་དེ་སྲིད་བཟོ་མཆོག་གིས་ཀྱི་དེའི་ཚགས་ལས་དེ་འགན་ཁུར་མ་གནང་བ་དེ་འབྲས་བཞག་གྱོང་བཞག་བསམ་པ་འདྲ་བོ་བྱས། ད་ད་ལྟ། རྒྱལ་སྤྱིའི་དཔེ་མིག་གི་ཆུ་བ། བསྟན་པ་ཟེར་དེ་གི་ད་དེའི་ཚགས་ལས་དེ་འགན་ཁུར་བྱེད་གི་ཡོད་རེད་ཟེར་གི་འདུག་བ། ད་ག་འདྲི་ཡོད་ཅེས་བྱས་དེ་ང་སོགས་ལྟ་དེ་ད། རྒྱལ་བ་རིན་པོ་ཆེ་ཁྱེད་ཀྱི་དགོན་གྱི་ཡོལ་བ་ནང་བཞིན་དུ་ཁྱེད་ཀྱི་རྒྱ་གི་འཕྲེང་དང་སྦྲེལ་གྱི། ཨ་ནེ་ཀྱི་རྒྱལ་སྤྱིའི་གི་རིག་གཞུང་ལྟེ་གནས་དང་མཐུད་སྤུས་ཀྱི་ཐོག་ནས་ཀྱི་ཚིག་ནང་ག་རིགས་ཀྱི་ཐོག་ནས་ཡིན་ན་ཁྱ་ཁྱེད་ཀྱི་སྤྲོད་ཐོབ་སོང་གི་ཐོབ་མ་སོང། ད་བུ་གཤེགས་སོང་སྙིང་གི་ཅིག་ད་ཡ་ཡིད་ལ། ག་རེ་ཟེར་ན་ཀྱི་དངོས་བསྟན་དུ་ཕུལ་བཞག་རྒྱོག་གི་དཔེ་ཆ་དུ་སོག་གི་འགྲོ་སོང་གཏོང་བ་ནང་བཞིན་དུ་གི་གྲུབ་འབྲས་ཀྱི་ཐོང་སོང་སུ་གཏོང་མ་སོང། དེ་ང་སོ་ལྟ་ཆོག་ཡ་གི་གནས་སྟོང་འདྲ་བ་ཀྱི་ཆགས་བསྡད་གི་ཡོད་རེད་བ། ཨོ་དེ་ལྟར་རིན་ཆེན་གྱི་ནོར་ལ། ཅི་དང་ཞུ་ཡག་གིན་འདོགས་པ་འདྲ་བོ་ཅིག་བྱུང་སོང། ཨོ་དེ་ཙམ་གྱིས་ངས་དེ་ནས་རྣམ་པ་ལྷན་རྒྱས་ཚོགས་མ་ལ་བཅའ་སྡོད་བཀྲ་ཤིས་བདེ་ལེགས་དང་ཨ་ནེ་འཚམས་འདྲི་ཞུ་གི་ཡོད་ཅེས་རྣམ་པ་ཚོགས་མ་ལ་བཅའ་སྡོད་མཇལ་ཡ་ར་བ་ལ་དགའ་བོ་བྱུང་སོང། ཨ་ནེ་རྣམ་པ་ལྷན་རྒྱས་སུ་མུ་མཐུད་ནས་དངོས་གནས་གྲོང་ལྷན་གྱི་ཆིག་སྒྲོང་ལྷན་གྱི་ཆ་ཤས་ལེན་བསམ་སོང་སོང་དགོས་ཡག་ཏུ་སོ་གལ་ཆེན་པོ་ཅིག་ཆགས་བསྡད་ཡག་གིན་གནས་སྟངས་འདྲ་བོ་ཅིག་སུ་སུ་གིས་ཚོར་བསྡད་ཀྱི་ཡོད། འོ་དེ་འདྲ་ཡིན་དུས་མ་བསྟུན་ནས་ཆ་ཤས་ལེན་ནས་བགྲང་ལས་གནང་རོགས་ཅེས་བཀྲ་ཤིས་བདེ་ལེགས།